བྱས་པའི་གེ་སོ་སོའི་གེ་ཞིང་གེ་གེ་ལས་ཀ་དེ་ཨ་ནི་གཅིག་གེ་ཞིང་གེ་གེ་ག་ལ་བོར་ཐག་རྒྱུད་ནས་ཨ་ནི་ཚོང་ལས་བྱེད་དེ་མཁན་གེ་རྒྱ་གར་གི་མི་རིགས་ལ་སྤྲད་ཡ་རེད་དེ་ནང་ལོག་ནས་ང་རང་ཚོ་བོད་པའི་མི་རིགས་གིས་ཀྱང་ཨ་ནི་ཞིང་ག་ཡ་ཕོན་ཆུང་པོ་ལེན་བྱས་ནས་བཏབ་གི་ཡོད་ད་དེ་ལ་ང་བོད་པའི་མི་རིགས་གིས་བཏབ་རྒྱ་གར་མི་རིགས་གིས་བཏབ་བཏབ་ཡ་དེ་ཡག་པོ་ཅིག་བཏབ་ན་ང་ལ་ནི་ཞེ་དྲག་ཞེ་དྲག་དགག་བྱ་མེད་ཡིན་ན་ཡང་ང་རང་ག་རེ་མཐོང་ཁུལ་དུ་ལགས་ན་སྐྱོན་ཆེ་ཤོས་དེ། གཞིས་ཆགས་ནང་ལོགས་ལ་འདེབས་ལས་བྱེད་ཡག་གི་སྟོན་ཐོག་དེ་དག་ཕྱིས་སུ་ཁྲག་ཆེན་པོ་གཅིག་ག་རེ་བཏབ་སྐོར་ལ་ན་དགའ་མོ་བཏབ་གི་ཡོད་རེད་ཨ་ད་རག། ད་འདི་དགའ་མོ་བཏབ་པའི་སྐབས་ལ་ཨ་ནི་དེ་ལ་རྫས་སྦྱོར་འདྲ་མི་འདྲ་བུ་སྨན་འདྲ་མི་འདྲ་བེད་སྤྱོད་བྱས་པའི་རྐྱེན་གྱིས་འདི་གི་ཉེ་འཁོར་གྱི་ཁོར་ཡུག་ནང་ལོགས་ལ་གནས་སྡོད་བྱེད་མཁན་གྱི་ང་རང་ཚོ་གི་མི་མང་གི་འཕྲོད་བསྟེན་ལ་ཡང་ཤུགས་ཆེན་པོ་ཞུགས་ཅིག་གནོད་གི་ཡོད་པ་འདི་འདྲི་རབས་དང་རིམ་པས་གི་གསུང་གི་འདུག་ཉམས་ཞིབ་བྱེད་མ་མྱོང་འདི་སྒང་ལ་ཡང་སློབ་སྦྱོང་གི་མེད་གོ་རྟོགས་ཡང་མེད་ཡིན་ན་ཡང་ཉན་མྱོང་མང་པོ་ཅིག་འདི་སྒང་ལ་འདི་གི་སྣོད་ཚབས་ཆེན་པོ་ཡོད་པ་ཅིག་ཉན་མྱོང། འདི་འདྲའི་དངོས་གནས་འདི་གི་སྣོད་ཚབས་ཆེན་པོ་ཡོད་པ་ཡིན་ན་ད་ད་ལྟའི་ཆ་ལ་ཕྱིས་སུ་ལོ་ཁ་ཤས་ཅིག་གི་ནང་ལོགས་ལ་ང་ཚོ་གཞིས་ཆགས་ནང་ལོགས་ལ་འདི་གི་སྟོན་ཐོག་འདེབས་ལས་བྱེད་མཁན་དཔེ་མི་སྲིད་ཁྱབ་ཆེན་པོ་རེད། ལྷག་པར་དུ་ང་ཚོ་གྲོང་སྡེ་ཁག་གི་ནང་ལོགས་ལ་གྲོང་སྡེ་དེ་དཀྱིལ་ལ་ཆགས་བསྡད་པའི་གཡས་གཡོན་ཚང་མ་གཞིས་ཀ་རེད།

རེད་བ། དེ་ཡོད་ཚ་ཁ་སང་ངས་ཁོང་མོ་སྲིད་སྐྱོང་ལའི་འབོད་སྐུལ་ཞུས་ཡིན་ཨང་དེ་རིང་རྣམ་པ་གཉིས་ཀྱི་རྒྱུད་ནས་ཡ་ག་ལས་ཡག་ཅིག་འདི་འདྲའི་གི་ཐབས་ལམ་ཅིག་ཡོད་ན་ཨང་བསྐུར་ཅིག་འདིའི་སྒང་ལ་ཡ་ངེས་པར་དུ་འདི་བཀག་སྡོམ་གནང་དགོས་ཡ། ང་ཚོ་བོད་མི་གཞིས་ཆགས་ཁག་གི་ནང་ལོག་ལ་དགའ་མོ་དེབ་ལས་བྱེད་ཡ་འདི་སྟོན་ཐོག་ཞེན་པ་ག་རིག་ནས་བཏབ་ཡ་ཡོད་རེད་ད་ལྟ་བ་དུ་བཏབ་བསྡད་ཡོད་རེད་ཡིན་ནས་དགའ་མོ་དེབ་ལས་བྱེད་ཡ་འདི་གི་ད་ལྟ་ཡོད་བས་ཀྱི་རྒན་གོག་རེད་སློབ་ཕྲུག་རེད་ན་གཞོན་རེད་ཁ་ཤས་བཤད་ཡག་ལ་ད་གྲོ་གོག་ནང་ལ་ཡོད་པའི་སྦྲུམ་མའི་གི་སྤུ་གུ་དེ་ཚོ་ལ་ཡང་འདི་གི་གནོད་སྐྱེལ་གི་ཡོད་པ་དེ་འདྲི་གཅིག་གི་གསུང་གི་འདུག་ད་དེ་འདྲི་ཡིན་ན་ད་འདི་གི་དངོས་གནས་ང་ཚོ་བོད་ནང་ལོག་ལ་རྒྱ་མི་གི་བྱེད་པ་ལས་ལྷགས་ཅིག་དེ་བཞིན་ང་ཚོ་བཙན་བྱོལ་ནང་ལོག་ལ་སྒེར་ཁ་ཤས་ཅིག་གི་སོ་སོའི་གི་དཔལ་འབྱོར་གི་ཁེ་ཕན་དོན་དག་ལ་ཨང་ལས་ཀ་ཐབས་ཆག་ཞུ་ཅིག་བྱེད་གི་ཡོད་པ་ཅིག་མཐོང་གི་འདུག་ང་རང་ངོས་ནས། ཡིན་ནས་འདི་ང་ཚོའི་གི་སོ་སོ་གི་འབྲེལ་ཡོད་གི་མི་མང་ལ་ཞུས་པའི་སྐབས་ལ་ག་ཤེད་གི་སེང་གི་རེད་མང་པོ་ཅིག་གི་སེང་གི་མ་རེད་ཨམ་ཅོག་སྟབས་ཟིར་ཁ་ཤེད་སོ་སོ་སྒེར་གི་ཁེ་ཕན་མ་གཏོགས་སྤྱི་པའི་སྒང་ལ་སླེབས་དུས་འདི་འདི་ག་ལ་གོམ་པ་སྤོས་མཁན་འདི་ཁག་པོ་གཞུང་ཞིག་རེད་དོ་འདི་ཡན་ཙང་ཨ་ནི་སྐུ་ཞི་རྣམ་པ་གཉིས་གི་དེ་རིང་གི་གོ་སྐབས་འདི་གི་བརྒྱུད་ནས་ང་རང་སྒེར་གི་བསམ་ཚུལ་དེ་འདི་འདྲི་ཅིག་ཡིན་ཨ་འདི་བྱུང་བ་ཡིན་ན་ཨ་ཡ་གའི་འབྲེལ་ཡོད་གི་ཨ་ནི་ལྷན་ཁང་རེད་ལས་ཁུངས་རེད་ཨ་འདི་ལ་ཡ་ཨ་དམིགས་བསལ་གི་གྲོས་ཚོགས་ནང་ལོགས་ལ་འདི་འདྲི་གི་སྒང་ལ་ཡང་ཅིག་གི་ཏིས་ཅིག་གི་གསུངས་ཐུབ་པ་ཡིན་ན། ངེས་པར་དུ་འདི་བཀག་སྡོམ་དགོས་ཀྱི་ཡོད་པའི་སྐབས་ལ་གསུངས་ཐུབ་པ་ཡིན་ན་ཨ་འདི། ཏན་ཏན་ང་རང་ཚོ་ལ་ཡང་ཁེ་ཕན་ཆེན་པོ་གཅིག་ཡོང་ས་རེད་ཨ་འདི་གཅིག་ཞུ་ཡ་ཡིན་ཨ་ད་ག་ཡིན་ཐུགས་རྗེ་ཆེ་གནང།